སེང་རྣམས་ཚོ་སྐུ་ཁམས་བཟང་དེ་ཡང་བསམ་གླིང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང། ང་ཚོ་བོད་གངས་ཅན་ལྗོངས་འདི་འདས་པ་ནས་ད་ལྟ་བར་གྱི་བོད་ཀྱི་ཆོས་དང་རིག་གཞུང། རིགས། ཆབ་སྲིད་དཔལ་འབྱོར་བཟོ་ལྟ་ཕྱོགས་མང་པོའི་ཐོག་ལ་རླབས་ཆེན་གྱི་མཛད་རྗེས་ཡོད་པའི་ཕུལ་བྱུང་མི་སྣ་ངོ་སྤྲོད་ཞུ་རྒྱུ་ནས་ད་རིང་ལེ་ཚན་འདིའི་ནང་ལོགས་ལ་ངོ་སྤྲོད་ཞུ་རྒྱུའི་མི་སྣ་དེ་ཡིན་ན། རོང་ཆེན་དགེ་འདུན་རྒྱལ་མཚན་མཆོག་གིས་ནི་སྐུ་ཚེ་ལོ་རྒྱུས་ངོ་སྤྲོད་ཞུ་གི་ཡིན་ད་ང་ཚོའི་ལེ་ཚན་ནང་ལོགས་ལ་ཡང་ངག་རྒྱུན་བཞེས་བཟུང་བྱས་རྗེས་བཞུགས་སྒར་ཀིར་ཏི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་རྡོ་སེང་གེ་ལགས་གདན་འདྲེན་ཞུས་ཡོད་རྒན་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན།

ཀྱི་མི་སྣ་དེ་ཡིན་པ་ཡིན་ན་ཐོག་མར་མདོ་སྨད་ཁུལ་ནས་ད་བོད་ཀྱི་དབུས་ཕྱོགས་ལ་ཕེབས་པ་དང་ཨ་ནེ་དེ་ནས་གསན་བསམ་སློབ་གཉེར་མཐར་ཕྱིན་པ་ཅིག་གནང་བ་རེད་ལ་དམིགས་བསལ་རྗེ་རིན་པོ་ཆེའི་ཨ་ནེ་སློབ་མའི་གཙོ་བོའི་གྲས་ལ་གྱུར་གནང་རྗེས་ཨ་ནེ་དག་ནས་ཤིན་ཡང་མདོ་སྨད་ཁུལ་ལ་ཕ་ཕྱི་ཕེབས་གནང་པའི་རྗེས་ལ་ཡིན་པ་ཡིན་ན་ཨ་ནེ་དགོན་པ་ཁག་མང་པོ་ཅིག་ཕྱག་བཏབ་གནང་ཡོད་རེད་ལ་དེ་བཞིན་ཨ་ནེ་རྗེ་རིན་པོ་ཆེའི་ཟླ་བསྟན་པའི་འཛིན་སྐྱོང་སྤེལ་གསུམ་གནང་མཁན་རོང་ཆེན་དགེ་འདུན་རྒྱལ་མཚན་མཆོག་གི་སྐུ་ཚེའི་ལོ་རྒྱུས་དང་མཛད་རྗེས་འདི་གའི་ངོ་སྤྲོད་ཞུ་གི་ཡིན། དེ་འདྲ་ཡིན་དུས་ང་ཚོས་ཡང་སྔ་རྒྱུན་གཞིར་བཟུང་བྱས་རྗེས་རྒན་ལགས་ལ་ཐོག་མར་བཀའ་འདྲི་ཞུ་ཡག་དེ་ལྟ་རོང་ཆེན་དགེ་འདུན་རྒྱལ་མཚན་མཆོག་ཡིན་པས་ན་གཅིག་སྟོང་སུམ་བརྒྱ་བདུན་ཅུ་བདུན་བཞིའི་ལོ་ལ་བོད་ཀྱི་མདོ་སྨད་ཁུལ་ལ་འཁྲུངས་པ་ཅིག་ཆགས་གནང་གིས་ཤི་སང་མདོ་སྨད་ཁུལ་སུ་བཞུགས་དུས་སྐབས་དེ་དུས་ད་མདོ་སྨད་ཀྱི་ས་ཆ་ག་བར་འཁྲུག་པ་ཅིག་ཆགས་གནང་གི་ཡོད་ན་ང་ཚོས་ཡང་རོང་ཆེན་དགེ་འདུན་རྒྱལ་མཚན་མཆོག་གི་ཡང་མཛད་པ་རྒན་ལགས་ཀྱི་ཕྱོགས་བསྡུས་གནང་པའི་ཕྱག་དེབ་འདི་ནང་ལོགས་ནས་རྒྱུས་མངའ་ཤེས་རྟོགས་ཞུས་པའི་སྐབས་ལ་ཡིན་པས་ན་ཁོ་རང་ཆུང་དུས་ནས་ད་ཚ་རླུང་སྣ་སའི་ཁྱིམ་ཚང་འདི་ནང་ལོགས་ནས་དམིགས་བསལ་ཡང་ཚ་རླུང་གི་ཁོར་ཡུག་དང་འདི་སྐད་ཀྱི་ཐོག་ནས་སློབ་སྦྱོང་གིས་ད་ཆུང་དུས་ནས་ཁོ་རང་རང་འགུལ་ཐོག་ནས་སློབ་སྦྱོང་གནང་ཡག་གི་གོ་སྐབས་ཅིག་བྱུང་གནང་ཤག་དེ་བཞིན་ད་ཚ་ལོ་ན་སའི་ཁྱིམ་ཚང་དེའི་ཨ་ནེ་རྒན་ལགས་གནས་སྟངས་ཡང་ག་འདྲས་རེད་ཅིག་གི་ཆ་ནང་གི་ཡོད་ན་ཁོ་རང་ཆུང་དུས་ཀྱི་མཚན་ལ་ཨ་ནེ་ཆོས་འབུམ་བྱས་རྗེས་ཞུ་གི་ད་ཡིན་ནའི་ཕྱིས་སུ་ཨ་ནེ་སློབ་གཉེར་གནང་བ་དང་དེ་སྐད་ཀྱི་ཐོག་ནས་སྐོར་ཡོན་ལ་གཞིགས་གནང་བའི་ཐོག་ནས་རོང་ཆེན་དགེ་འདུན་རྒྱལ་མཚན་བྱས་རྗེས་མཚན་ཐོག་གནང་བ་ཅིག་གི་ཆེད་གཡོར་བའི་རྒན་ལགས་འདི་ནས་ང་ཚོ་ཨ་ནེ་ངོ་སྤྲོད་ཞིག་གནང་རོགས་གནང།

ད་རྩ་བའི་སྤྱི་ཚོགས་ཁྱོན་ཡོངས་ཀྱི་གནས་སྟངས་ཅི་ཡོད་ནི་དེ་སྐབས་དེའི་ད་ལྟའི་ཕྱིའི་གནས་ཚུལ་དང་བསྡུར་བ་ཡིན་ན། པར་ངོ་ཤེས་ཆེན་པོ་མ་དར་ཟིན་རྩ་བའི་ཆོས་ལུགས་ཀྱི་གནས་སྟངས་ཕྲན་བུ་ཡོད་འདུག་པ་གང་ཞིག་ལ། རིག་གཞུང་དང་དེ་ནས་གཞིས་ཡོངས་དང་པར་ཡོངས་ཀྱི་གནས་སྟངས་ཅི་ཡོད་ཡིན་ན་དེའི་གཟི་བཅོལ་བོ་ད་ཤེས་ཆེན་པོ་མ་དར་ས་དང་ལྷག་པར་དུ་ད་གྲོང་གསེབ་ཀྱི་གནས་སྟངས་ཙུ་ཙུ་མཚོན་པ་ཡིན་ན་ནི་དང་ད་གཞིས་ཡོངས་ཀྱི་ལྷོ་གཞུང་གནས་སྟངས་དེ་ནི་དེའི་གཟི་བཅོལ་བོ་འདྲ་བོ་གཅིག་རེད། ཡིན་ན་ཡང་ད་མི་སོ་སོ་སོ་སོ་ལ

འདི་ལ་ཡང་ཡི་གེ་འབྲི་སྟངས་མ་འདྲ་བ་གཅིག་ཡོང་གི་འདུག་ད་ལྟ་རང་ཆེན་སི་ནས་འབྲི་སྟངས་དེ། ཡོངས་གྲགས་འབྲི་སྟངས་ད་བར་གྱི་རང་ཆེན་སི་ཡའི་དེ་འདྲ་བོ་རེད་ཡིན་ནའི་རང་ཆེན་སི་ཡའི་དེའི་ནང་དོན་གཙོ་བོ་དེ་གཙོ་བོའི་གྲངས་ཡུལ་གྱི་ཆ་ནས་རྒྱ་རུང། ལྟ་བས་ན་རང་ཆེན་བཞི་ཡོད་པའི་ནང་གི་རྒྱ་རུང་ནི་སྐུ་གྲངས་ཡུལ། སྤྱི་ཡུལ་གཅིག་ཡིན་པའི་རྒྱུ་མཚན་གྱིས། གྲངས་ཡུལ་གྱི་ཆ་ནས་ཕ། རང་ཆེན་པ་སི་ནས། དཔེར་ན་རྗེ་རིན་པོ་ཆེ་ལ། ད་ཙོང་ཁ་པ་སི་ནས་ད་མཚན་འབོད་ཧྲུག་ཡོད་པ་དེ་ནང་བཞིན། ད་ཙོང་ཁ། གཙོ་བོའི་ཡུལ་གྱི་ཆ་ནས་མེ་ལྟ་བ་དེ་ནང་བཞིན། ད་འདི་ལ་ཡང། ད་མདོ་སྨད་ཀྱི་རང་ཆེན་བཞི་ནང་གི།

ཡང་ཨེ་ཁྱིམ་བདག་སེམས་ཡ་དག་དེ་འད་ཀྱི་ཐུགས་འདུད་ཅིག་ཡོད་ས་རེད་དེ་ལས་ཡིན་ནའི་ལས་ཁོ་རང་གས་དེ་འད་ཅིག་གནང་མེད་དུས་རྒན་ལགས་ཡང་འདི་རྒྱུ་མཚན་གཙོ་བོ་རེད་དེ་ནི་ཆུང་དུས་ནས་ཁོ་རང་གི་སློབ་སྦྱོང་གི་གོ་སྐབས་དག་དེ་འད་ཅིག་གི་ཡོད་པའི་དབང་གིས་ད་མུ་མཐུད་སློབ་སྦྱོང་གནང་ཡག་གི་དགོངས་པ་ཅིག་གི་ཐོག་ནས་ཨེ་ཁྱིམ་བདག་སེམས་ཡ་དག་དེ་འད་ལ་འདུད་པ་མེད་པ་ཅིག་ཆགས་པ་ཡིན་ན་ཡང་རྒྱུ་མཚན་ག་རེ་ཆགས་གནང་གི་ཡོད་ན།

ཞིང་ལྷོ་གཞུང་གི་ཆ་རྐྱེན་དང་དེ་ནས་དེ་ཚོ་ལྷག་པར་དུ་གྲོང་གསེབ་བོད་ཁུལ་གཅིག་ཡིན་ན་ཕ་མ་གི་བུ་རྒྱུད་དེ་ལྷོ་གཞུང་གཅིག་དགོས་ཡག་གི་བསམ་བློ་ནོར་ཡོད་བ་མ་རེད་ལ་བསམ་བློ་མེད་ཡག་ནང་བཞིན་ད་དེང་སང་འདྲ་བོ་ལྷོ་གཞུང་གཅིག་དགོས་གི་རེད་ཟེར་ནས་ད་སྐུལ་འདེད་གནང་བ་དེ་ནི་གནང་ཡག་གི་ཕ་མ་གཅིག་བསམ་བློ་ཟེར་ན་དེ་ཡོད་བ་མ་རེད་ལ། དེ་འདྲའི་ད་གནད་འགག་ཆེན་པོ་མཐོང་གི་ཡོད་མ་རེད་དེ་ཡིན་ན་ཡང། ཚུལ་འབུམ་ཁོ་རང་སྐུ་ན་བྱུང་དུས་ནས་བཟུང་སྟེ་ལྷོ་གཞུང་ལ་དམིགས་བསལ་གི་དོ་སྣང་ཆེན་པོ་ཡོད་ངེས་ཅིག་ཡིན་ད་ཡིན་དུས་ཁོ་རང་རང་འགུལ་གི་སྟངས་ནས་ད་དེ་རྒྱ་རོང་གི་ཚུལ་འབུམ་ཁོ་རང་གྲོང་གསེབ་གི་དེ་ཉེར་མཁོ་གི་གྲོང་གསེབ་ཀྱི་འདབས་གཅིག་ལ།

ཕྱོགས་གཅིག་ནས་ཁོ་རང་གི་ཁྱིམ་ཚང་གི་གནས་སྟངས་དང་བསྡུར་གཟུགས་ལ་ངོ་སོ་ཆེན་པོ་ཡོང་རྒྱུ་དང་ཁྱིམ་ཚང་གི་གནས་སྟངས་དེ་རྦད་དེ་མ་འདྲ་བ་ཆགས་རྒྱུ་ཡིན་པ། དེ་དང་མཉམ་དུ་སྤྱི་ཚོགས་ཁོ་རང་ལ་ཡང་ཁྱིམ་བུ་འདྲ་བོའི་མི་སྣ་གཅིག་གི་སྣེ་ཁྲིད་པ་ཡིན་ན་ད་སྤྱི་ཚོགས་ལ་བདེ་འཇགས་དང་ཡང་སྤྱི་ཚོགས་ཁོ་རང་ཡང་མ་འདྲ་བ་གཅིག་ཡོང་རྒྱུ་ཡིན་པ། ད་དེ་འདྲའི་དགོན་པ་བཞི་འདུས་འདྲ་ཡིན་ན་ཡང་ཁྱིམ་བུ་གཉིས་ནས་ད་ཕ་མ་གི་རེ་འདུན་དང་ལེན་མ་བྱས་སྟངས་དེ་ཡང་གཙོ་བོ་དེ་ཐབས་ཁི་བའི་སྟངས་ནས་དང་ལེན་མ་བྱས་མི་ཐུབ་ད་གསུང་ཡ་ནོ་གཙོ་བོ་དེ་རེད་ད་ལྟ་ཕྱོགས་གཅིག་ནས་ང་ད་ལྟ་ལོ་ཆུང་ཆུང་རེད་ད་ཁྱིམ་ཐབས་འཛིན་ཡ་ལ་དེ་ཚེ་ང་གྲ་འདུས།

གསན་བསམ་སློབ་གཉེར་གནང་ཡག་གི་ཆེད་དུ་དབུས་ལ་ཕེབས་པ་མང་པོ་ཅིག་གི་བྱུང་ཡོག་རེད་ཨ་ནི། ཡིན་ནའི་ལེ་ཡང་ཁོ་རང་ཐོག་མར་ཅིག་གི་དབུས་ལ་ཕེབས་ཡག་འདི་ཚོང་སྐྱོན་ག་ཕེབས་ཡག་གི་ཐོག་ནས་ཕེབས་པ་ཅིག་གི་ཆགས་གི་ཡོད་ས་རེད་ཡིན་ནའི་ལེ་ཨ་ནི། སྐབས་དེ་དུས་ཀྱི་མདོ་སྨད་ལྷོ་རྒྱུད་སོགས་སུ་ད་རྒྱལ་རོང་ཁུལ་ནས་དབུས་ཕྱོགས་ལ། ཕེབས་མཁན་ཡང་མིན་ནམ། ཅིག་གིས་ག་འདི་རེད་ཅེས་ཡོད་ན་སྐབས་དེའི་སྐབས་ལ། ནི། དེའི་སྐབས་ལ་ཡིན་ན་ཁོ་རང་གས་དབུས་ལ་ཕེབས་བྱས་རྗེས་ནི་ཡབ་ལས་ཞལ་བཞེས་གནང་ཡོད་རེད་ཡབ་ཀྱིས་ཚོང་གཡོན་བྱས་རྗེས་ནི། ཕ་ཡུལ་ལ་འཁོར་བའི་མཁོ་ཆས་དེ་གས་ཁྱེར་བྱས་རྗེས་ཤོག་གསུངས་ཡོད་རེད་ཁོ་རང་གས་བདག་ནི་བཞིན་ཞལ་བཞེས་ཅིག་གནང་ཡོད་རེད། ནི།
ཚོང་གཡོན་པའི་སྐབས་ལས་ཡང་དབུས་ཁུལ་ལ་ཁོ་རང་ལོ་ན་བཅུ་བཅུ་ཡིན་ནའི་ལས། ཅིག་གིས་འཇོན་པོ་ཞིག་ལ་ཡོད་པའི་ལུགས་རྒྱུད་འདི་རྒྱང་ལགས་ཀྱིས་བྲིས་ན་བཞག་ཤུལ་ཙང་རྒྱང་ལགས་དེ་གས་ནི་ང་ཚོ།

ཞུ་འབུམ་གྱིས་ང་ཚོའི་བར་ཡུལ་ལ་མེས་རྒྱལ་གྱི་རིན་པོ་ཆེ་མང་པོ་ཁེངས་ཡོང་གི་ཡིན། སོང་ཡ་དེ་དང་དེར་ཡབ་ཀྱི་བསམ་བསམ་པ་ལ་ཡོད་པའི་རིན་པོ་ཆེ་དེ་ནས་ལོག་བར་ནོར་གྱི་ཆགས་བསྡད་ཡོད་རེད་ཡབ་བསམ་པ་ལ། ཞུ་འབུམ་གྱི་གཡག་ཚོང་རྫིས་ཁེལ་བའི་རིན་མ་ཡང་བསྐྱལ། དཔལ་འབྱོར་དང་འབྲེལ་བའི་ཚོང་གི་ཆི་ཁ་མང་པོ་ཅིག་ཁེངས་ཡོང་གི་རེད་བསམ་ནས་དེ་འདྲས་ཅིག་དགོངས་ཀྱི་ཡོད་རེད་ཡིན་ནའང་ཞུ་འབུམ་གྱི་བསམ་པ་ལ། ད་དེ་འདྲས་མ་ཡིན་པར་དེ་སྐབས་དེའི་མདོ་མེད་རྒྱ་རོང་གི་ད་མདོ་མེད་ལྷོ་རྒྱུད་ནང་ལྷག་པར་དུ་རྒྱ་རོང་གི་ཕྱོགས་དེ། དཔལ་ཡོངས་ཕྱི་ཁྱིམ་ངོ་མ་དར་ས་དང་དེ་ནས་མཐའ་འཁོར་གྱི་རྣམ་པ་ཅན་ཅིག་ཡིན་པ་ཡིན་ཏེ། ཐབ་ཁུག་ཡིག་དེ་ལ་མི་འཇིགས་པའི་ཆུ་རུལ་དང་འདྲིས་པའི་རྟ་བཟང་ཤུག་དང་དེ་ནས་ཕྱི་རབས་རྟ་དེ་འདྲིས་ཀྱི་ཆ་མང་པོ་ཞིག་མ་ཁེལ་ཡོང་གི་ཡིན་ཟེར། རྩ་བའི་ཁས་ལེན་དེར་ཡབ་དང་ཧྲིལ་གཉིས་པ་ནས་བལྟས་ཡོད་རྟ་སོ་སོ་སོ་སོང་སྟངས་ཀྱི་བརྡ་ཆད་འདྲ་བོ་ཡིན་པ་གང་ཞིག་ལ་བརྡ་ཆད་ཀྱི་ནང་དོན་དེ་མ་འདྲ་བ་འགྲོ་གཅིག་ཆགས་ཡོད་རེད། དེ་ཡང་ད་ནས་སྟངས་ནོར་དེ་ཡང་ཚད་མ་ད་བགྱིས་ནས་ད་ཧ་རང་ནས་སྟངས་ཐིག་གང་ཡོང་གི་ཡོད་ཀྱི་མ་རེད་དེ་གཅིག་བྱས།

རྗེ་རིན་པོ་ཆེས་ནི་མཛད་པ་དག་འདི་གའི་ངོ་སྤྲོད་གནང་པའི་སྐབས་ལ་ཡིན་པས་ན་རྗེ་རིན་པོ་ཆེའི་དགོངས་འདུས་ལ་དག་ཐུགས་དང་མཐུན་པའི་ཐོག་ནས་ཞབས་རྗེས་ནི་རྒྱ་ཆེན་པོ་གཅིག་གིས་གྲུབ་གནང་ཡོད་པ་དང་མཐའ་མ་དེ་ནི་རྗེ་རིན་པོ་ཆེའི་ཟླ་སློབ་མའི་གྲས་ནས་ད་ལྟ་གསུང་ཡག་གི་དོན་སྤྱི་རྒན་ལགས་ཀྱི་གོང་ལ་ང་ཚོར་རོབ་ཙམ་གྱིས་ངོ་སྤྲོད་གནང་སོང་རྡོ་རོང་གི་མཁས་པ་མི་བཞི་ཡ་གྱལ་གྱི་ནང་ལོགས་ལ་ཚུད་ཡོད་པ་གསུང་གིས་འདིའི་ནི་རྒྱུ་བོ་འདི་གའི་རྒན་ལགས་ཡང་ག་འདས་སུ་བྱུང་ཡོད་རེད་ལོ།

ད་རྗེ་རིན་པོ་ཆེ་སྔོན་ནས་ཐུགས་དང་མཐུན་པའི་ཞབས་ཕྱི། ད་ཞི་བའི་ཤུལ་འདུག་དེ་རྣམ་ཐར་དུས་གཙོ་ན་ཡོང་ངོ་འདུག་དེ་ཕྱི། དེ་ནས་ད་ཀྱི་གོང་དུ་དྲང་ང་ལ་སོང་བ་དེ་རེད་དེ་ནས་ད་དགུང་ལོ་བཅོ་ལྔ་རེད་དེ་ནས་དགུང་ལོ་ཉི་ཤུ་ཐམ་པའི་དང་བཞི་ནས་རབ་ཏུ་བྱུང་ཅིག་གི་བསམ་བློ་ད་རབ་ཏུ་བྱུང་བ་རེད་རབ་ཏུ་བྱུང་བའི་སྐབས་དེ་ཐན་དང་བོ་རྗེ་རིན་པོ་ཆེ་མ་བཀའ་སྩལ་གནང་ཡོད་ཟེར་ཡོད་ད་ག་རེད་ད་ག་རེ་བྱས་ཡ་ད་ང་ཚོས་ད་དེང་སང་གི་ཆ་སྐྱེལ་བ་ཡིན་ན། ད་རྗེ་རིན་པོ་ཆེ་དང་དེ་ནས་ཆོས་འབུམ་གཉིས་བླ་མ་སློབ་མ་དང་དེ་ནས་དགེ་རྒན་དགེ་ཕྲུག་གི་རྣམ་པ་ག་དང་ནས་ཡོད་དེ།

དེ་ཚན་རིག་བརྗིད་རིན་པོ་ཆེ་གིས་གནང་བ་རེད། ནོངས་སུ་ད་དགེ་འདུན་རྒྱལ་མཚན་སྲིད་རྗེའི་མཚན་ཐོགས་གནང་ཡ་འདི་ནི་རྗེ་ལ་ད་རབ་ཏུ་བྱུང་པའི་རྗེས་ཀྱི་མཚན་ཅིག་ཆ་གནང་གི་ཡོར་བ། དེ་ནས་རབ་ཏུ་བྱུང་བའི་རྗེས་ནས་ད་སྔ་མ་ད་རབ་ཏུ་བྱུང་བ་དང་མ་བྱུང་བ་རྩ་བའི་ཁོ་རང་གི་བསྟན་ལ་བྱིས་པ་འགྲོ་སོང་བ་མ་གཏོགས་ད་རབ་ཏུ་བྱུང་བའི་རྗེས་ནས་མི་ཐུབ་སྟེ།

ད་རང་བྱུང་གི་གནས་ཀྱང་ཚད་དེ་ད་རྒྱུད་རིང་པོ་ཞིག་ཞབས་ཕྱི་དང་ད་གོ་འཛུགས་ཁྲོད་ཤུགས་ཆུང་བ་མ་ཡིན་པ་ད་ཆེན་ངོ་ད་ནི་ལྕི་བ་ཡིན་ན་ཡང་ད་དུས་སྐབས་དེ་ཧ་ཅང་གི་ཁེ་བས་ཆེན་པོ་ཡིན་པས་ད་གནས་སྟངས་དེ་ཡང་མཚན་རྟོག་གི་སྟངས་ནས་གསལ་བོ་ཞིག་ཏུ་མ་ལོ་གཅིག་གཉིས་སར་ལངས། ཨོའོ་ལོངས་སུ་ལོངས་སུ་ཨ་ནི་དག་ན་བཞིན་ད། ད་ལྟ་གོང་ལ་ཨ་ནི་རབ་ཏུ་བྱུང་རྣམས་པའི་སྐོར་ལ་ངོ་སྤྲོད་གནང་སོང་དེ་བཞིན་ཨ་ནི་རྗེ་རིན་པོ་ཆེན་ལ་སོགས་པའི་བླ་མ་མཁས་པ་ཁག་གྱི་རྟ་བཀའ་སློབ་དང་ལུང་བསྟན་བཞེད་གསུང་གིས་བསྐྱར་དུ་ཟླ་གཅིག་སྟོང་བཞི་བརྒྱ་བཅུའི་ལོ་ལ་མདོ་སྨད་ཕྱོགས་ལ་འདུག་ས་མངགས་གཏོང་གནང་བ་ཞུ་ནས་རེ་ཕེ་ཡོད་རེད། སྐབས་དེ་དུས་མདོ་སྨད་ལྷོ་རྒྱུད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ར་དེ་ཚོ་ག་འདྲ་རེ་བྱེད་ཀྱི་ཆགས་ཡོད་ན་ནི། ང་ཚོ་དོན་གཅིག་གྱེན་ལག་གིས་སོང་དུས་སྐབས་དེ་དུས་ཡིན་པས་ན་མདོ་སྨད་རྟ་ལྷོ་རྒྱུད་རྒྱལ་རོང་ཁུལ་ལ་ཡིན་པས་ན་ཡུལ་མཐའ་ཁུལ་གཅིག་གི་ཆགས་ཡོད་དུས་ཆོས་ཕྱོགས་དང་དེ་འདས་ཀྱི་རིག་གཞུང་དཔལ་ཡོན་དེ་ཙམ་ཤུགས་ཆེན་པོ་དར་མེད་པའི་ས་ཁུལ་གཅིག་རེད་གསུང་གི་འདི་ཁུལ་ལ་ཕེབས་རྗེས་དམིགས་བསལ་གྱི་མཛད་པ་ར་ག་འདས་བྱུང་ཡོད་ན།

ལུགས་ནི་ཞིག་གི་རྗེས་ལ་ཡང་བསྐྱར་དེ་དེ་འདྲའི་རྟ་ཁྱུང་མ། རྟ་མདོ་མེད་ན་མ་འཕེལ། རྟ་མདོ་མེད་ནས་བསྟན་པ་སྤེལ་བའི་དུས་ལ་བབ་སྟེ་ཡོད་ཟེར་ནས། རྟ་དེང་སང་གི་ཚད་བརྗེ་བ་ཡིན་ན། དེ་ནི་མངགས་ཐོ་ནས་ནང་བསྟན། རྟ་སྲུང་ཁུལ་དང་པ་འགའ་ཞིག་གི་ནང་ཡོད་པ་རེད། དེ་ནས་དེ་དང་མཉམ་དུ། རྟ་རྗེ་རིན་པོ་ཆེ་ཐང་དང་བོ་དགའ་ལྡན་དགོན་པ་དེ་བཞེངས་བའི་སྐབས་ལ། དགའ་ལྡན་དགོན་པ་ས་དང་དེ་འདྲའི།

ད་ལྟ་དུ་གཟུགས་བཏང་ནས་ཡང། ད་ལྕོག་སྣང་ཅིག་ཡོད་པར་བྱས། དེ་ནས་ད་དེ་སྔ་ད་བོང་བུ་གི་སྐོར་ཅིག་ཡོད་པར་བྱས། དེ་ནས་ཡང། ཡང་བསྐྱར་དགེ་ལུགས་ཀྱི་བསྟན་པ་གཞི་ནས་གསར་བ་སྤེལ་ཡོང་དུས་ཆོས་ལུགས་ཀྱི་ནང་ཁུལ་ནས་ཡང། ད་འགའ་ཟླ་ཟེར་ན་འདྲ་དཀའ་ངལ་མང་པོ་བྱུང་ཡོད་རེད། ད་དེ་འདྲས་བྱུང་ཡོད་རེད། དེ་ནས་དེ་སྐབས་དེ་ད་མདོ་སྨད་སྤྱི་ཡོངས་ཀྱི་ལྷོ་གཞུང་གི་གནས་སྟངས་དང་བསྟན་སྟངས་བལྟས་རྗེས་དེ་ཧ་ཅང་གི་སྐྱོ་བོ་ཡིན་པ་དེ་ད་རྣམ་ཐར་ལོ་རྒྱུས་དུ་བཟོས་ན་མང་པོ་ནོར་གཅིག་ཡོད་པ་རེད།

ཨ་ནི་ཐོག་མར་ཕྱག་བཏབ་གནང་མཁན་འདིས་ཨ་ནི་ད་ལྟ་ང་ཚོས་ངོ་སྤྲོད་ཞུ་བཞིན་པའི་ལོ་རྒྱུས་ཀྱི་མི་སྣ་རོང་ཆེན་དགེ་འདུན་རྒྱལ་མཚན་མཆོག་འདུག་ཟེར་ཆགས་གནང་གི་ཡོད་ས་རེད་ཞུས་ཙང་འདི་ནས་བྱས་བྱས་ད་དགོན་པ་རིམ་པས་མང་རུ་ཅིག་ཕྱིན་ཡོད་རེད་ལ་རྗེ་རིན་པོ་ཆེན་གྱི་བསྟན་པ་འདི་ཡིན་པས་ན་ཨ་ནི་ཕྱོགས་མཐའ་ཁག་ལ་སྤེལ་གནང་ཡག་གི་ཐོག་ལ་ཨ་ནི་ཁོ་རང་གི་སྐུ་ངལ་ཆེན་པོ་ཅིག་གི་སྐྱོན་ཡོད་དུས་ད་ལྟ་གསུང་ཡག་བྱས་པ་ཡིན་ན་བསྟན་པ་ཕྱོགས་མཐར་སྤེལ་བའི་དར་ཆེན་བདུན་ཡོད་ཟེར་བྱས་གསུང་གི་འདིའི་ནང་ལོགས་ཀྱི་ཨེ་ནི་གཅིག་དེ་ཁོ་རང་ཕྱག་ནང་གི་ཡོད་རེད་གསུང་གི་ཆུ་ཚང་དམིགས་བསལ་དག་འདི་དངོས་ནས་རྗེ་རུམ་ཆེན་གྱི་ཨེ་ནི་དགའ་ལྡན་དགོན་པ་ཕྱག་བཏབ་ན་ཡག་ད་འདི་གས་ཀྱི་ཐོག་ལ་བྱ་རོག་འདུག་ཟེར་ཞུས་ན་ཡོད་རེད་ཞབས་ཕྱི་ཞུས་ན་ཡོད་རེད་འདི་ནས་ད་ཐོག་མ་ཨེ་ནི་མདོ་སྨད་ཁུལ་ལ་ཀི་ཏི་དགོན་པ་ཕྱག་བཏབ་ན་བ་གསུང་དུས་ཨེ་ནི་འདི་དང་འབྲེལ་ཡོད་ཀྱི་ཡང་ཁོ་རང་གི་མཛད་རྗེས་རྒན་ལགས་ང་ཚོ་ཡང་ངོ་སྤྲོད་གནང་རོགས་གནང། ནང་ལ་སོགས་ལ

ད་ཁོང་རྣམ་པ་གཉིས་ཀྱིས་བསྟན་པ་གྱི་བྱ་བ་མང་པོ་ཅི་ཉམས་ཅིག་གི་སྟངས་ནས་གནང་ཡོད་པ་རེད་གནང་ཡོད་པ་དེ་ཡང་ནམ་མཁའ་རུ་རྒྱུག་ཁུལ་ནང་ཟས་གོས་ནང་ཅི་ཡོང་གི་ཡོད་རེད་ད་མདོ་སྨད་ད་རྒྱ་རོང་ཕྱོགས་ལ་ད་རྗེ་རིན་པོ་ཆེ་དང་གན་རྗེ་ཞྭ་རྡོ་བ་ལ་སོགས་པའི་སྐྱེས་ཆེན་མང་པོ་ཅིག་གི་ལུང་བསྟན་ཕེབས་ཡོད་ནང་ཅན་གྱིས་ད་རྒྱ་རོང་ཕྱོགས་ལ་མ་ཕེབས་རྒྱ་རོང་ཕྱོགས་ལ་མ་ཕེབས་པའི་སྐབས་དེ་ད་དབུས་ཕྱོགས་ནས་དེ་སྐབས་དེ་རང་བྱུང་གི་ད་དགེ་འདུན་བྱང་ཆེན་གོ་རང་ད་བླ་མ་གཙོ་བོ་བསྟེན་མཁན་གྱི་སློབ་མ་སེམས་ཀྱི་སོ་དྲུག་ནས་སོ་བདུན་ནས་ཅི་ཡོད་རེད་ད་དེ་ཆ་ཚང་ད་རང་བྱུང་གི་འདུན་བྱང་ཚན་བསྐོས་རྒྱུ་ལ་འབྲངས།

ལྟར་ཚ་ཁོ་དབང་པོ་ངག་དབང་གྲགས་པ་ཡོད་པར་གསུངས་ཀྱི་བདག་ན་གཞན་ཁོ་ན་ཉིད་དང་མཉམ་འབྲེལ་གྱི་ཐོག་ནས་ཡང་དེ་བཞིན་གྱི་ཆོས་སྡེ་མང་པོ་ཞུགས་གཅིག་གི་སར་གཙུག་ན་ཡ་དང་ནི་སྐབས་དེ་དུས་ཀྱི་མང་ཚོགས་ལ་ལྟ་སྲུང་བྱོས་གནང་པའི་སྐབས་ལ་ཕན་ནུས་དང་ནི་རྒྱ་ཆེ་ཆུང་ག་འདྲ་རེ་གཅིག་གིས་བྱུང་ཡོད་ན་ད་ལྟ་བར་ལ་ཤུགས་རྐྱེན་ཆེ་ཤོས་ཐེབས་པ་ར་ག་ར་བྱུང་ཡོད་ན་ལོ་བདག་ན་བཞིན་ཡང་ང་ཚོས་ལྟ་མཛད་པ་གླེང་པའི་སྐབས་ལ་ཡིན་པ་ཡིན་ན་ཁོ་རང་གིས་ལྟ་སྲུང་བྱོས་གནང་པ་དང་གསུང་འབུམ་དང་ནི་འདི་སྐད་ཀྱི་ཐོག

དེ་ནས་དེ་སྐབས་དེ་ད་ང་ཚོས་བསམ་བློ་ཐོག་ཐོག་ཅིག་བགྱིས་ན་ད་དགོན་པ་ཞེས་ཡ་དེ། ཆོས་ལུགས་དང་འབྲེལ་བའི་གནས་སྟངས་ཅི་དབང་ཐང་ལ་བསམ་བློ་མ་གཏོང་བ་ཡིན་ན་ད་མ་གཏོང་ན་ཡང། གཞན་ད་འདི་ལ་འདི་གོ་ལྷོ་གཞུང་ངོ་སྟེ་ནས་ཅིག་ཏུ་ངོ་བོ་ལ་བསམ་བློ་གཏོང་བ་ཡིན་ན། ད་དེ་སྐབས་དེ་ངོ་ནས་དེ་སྔ་ཆོས་ནས་ཞི་བོ་མ་དར་སྲིད། ད་སྤྱི་མཚུངས་ཅིག་ལ་གོ་བསླབ་གྲྭ་ཅིག་བཙུགས་ཡ་ནང་བཞིན། ཁོ་རང། ཞི་བོ་དར་པས་ད་གཏང་ས་གི་སྡེ་ཚན་ཅིག་ལ་རང་བཞིན་གྱི་ཆགས་བསྡད་པ་ཡིན་ཏེ། དེ་འདྲའི་ད་དགོན་པ་བཙུགས་ཡ་ནང་བཞིན་གྱི་དགོན་པ་དེ་ཚོ་ནས་རིམ་པས་རིམ་པས་ཡི་གེ་འབྲི་ལུགས་ནས་བཟུང་སྟེ། ད་ཞི་བོ་མང་བཞི་དང་དེ་ནས་མཐོ་རིམ་གྱི་ཞི་བོ་ནས་བཟུང་སྟེ།

དེ་ནས་དགུང་ལོ་དུ་བ་ཆེའི་ཟླ་དགུ་པ་རྫོགས་པའི་སྐབས་དུ་བ་ཆེའི་དགུང་ལོ་འདི་ཡིན་ས་ཡོད་དགུང་ལོ། བདུན་ཅུ་སྟོང་ཕྲུག་ཡིན་ས་ཡོད་ད་དགུང་ལོ་བདུན་ཅུ་སྟོང་ཕྲུག་ཕྱི་ལོ་ཆིག་སྟོང། བཞི་བརྒྱ་དང་ང་གཅིག་དང་པི་ལོ་དགུ་པ་རྫོགས་བ་རེད་དེ་རྗེས་དེ་དུས་སྐབས་དུ་དགུང་ལོ་བདུན་ཅུ་སྟོང་ཕྲུག་ཅིག་ན་ད་དགུང་ལོ་ཨོ་རྩི་ཆེན་པོ་ལོ་བཞི་བཞུ་ཡོད། རེད་རེད་རེད་ལོངས། ཟེར་གྱི་དེ་ནས་ལྷོ་མ་ཡིན་ན་ཡང་ད་ལྷོ་མ་ཏི་ཟི་མང་པོ་རོ་གཅིག་ཡོད་རེད་ཐེངས་དང་པོ་ད་དབུས་ནས་ད་གཞིགས་པའི་སྐབས་དེ་ལ་ད་རྒྱ་ལུང་ཆུང་རུ་ཡར་ཡོང་མཁན་ཡང་ད་ཕེབས་མཁན་ཡོད་ད་དེ་སྔ་ཁོ་རང་གི་གྲོགས་པོ་ཡིན་པ་མིན་ད་གཉིས་ཀྱི་གཙོ་བོ་བས་ད་ལྷོ་མ་སུམ་ཆིག་རང་གཅིག་ཡར་ཡོང་བ་རེད་རྟ་སྐལ་བཟང་སེང་གེ་དང་དེ་ནས་ཆུ་བཞི་སེང་གེ་ཟེར་བའི་དེ་འདྲའི་སློབ་མ་དང་རྟ་དེ་ཕ་ཡུལ་གྱི་པ་ཅང་ཅང་དེའི་སྐབས་དེའི་སློབ་མ་བསྡད་ཡོད་ཟེར་སེམས་ཁྱེར་ནང་བཅུག་ཡོད་པ་རེད། དེ་ནས་མ་ཕེ་དེ་ནས་བོན་པོ་ད་ལྟ་བོན་པོ་དང་དེ་ནས་ལོང་པོ་དང་དེ་ནས་མང་ཚོགས་དང་དེ་ནས་དགོན་པ་དེའི་ནང་གི་གྲྭ་བ་ཆ་ཚང་སློབ་མ་ཡིན་ཏེ་སློབ་མ་ཡང་གང་ལ་གང་འཚམ་ད་མང་པོ་འགྲོ་གཅིག་ཆགས་ཡོད་ཟེར་ནས་ལངས་ལ། ལོང། བཞི་བཟང་རྟ་དབུས་ལ་གསན་བསམ་སློབ་གཉེར་གནང་རྗེས་ཕ་ཡུལ་བར་ཕེབས་པའི་སྐབས་ལ་ཐོག་མར་ནི་ཚོང་གི་ཐོག་ནས་ནི་ཚོང་ཟོག་རྣམས་རྗེས་དབུས་ལ་ཕེབས་ཡོད་རེད།
འདི་ནི་ཧའེ་ཏཱ་དབུས་ཁུལ་ལ་སློབ་སྦྱོང་གནང་རྗེས་བཞུགས་རྗེས་ཕ་ཡུལ་ལ་བར་ཕེབས་པའི་སྐབས་ལ་སྐབས་དེ་དུས་ཡབ་ཡུམ་ཞུ་བདེ་འཇགས་ཡོད་ན་ག་འདྲ་ཡིན་ནའང་དེ་འདྲའི་ལྟ་གྱེན་ལ་གོང་ལ་སོང་སོང་སློབ་མ་ཡིན་ནའི་མང་པོ་ཅིག་ཡོད་རེད་ཆུ་བཟང་ཕ་ཡུལ་ལ་བསྟན་པ་འདུག་ས་དར་སྤེལ་གནང་པའི་དབང་གིས་ཡིན་པས་ན་ཅིག་དཔལ་ཡོན་དར་སྤེལ་བྱུང་པའི་ཁྲོད་ནས་རང་བཞིན་གྱིས་མང་པོ་ཅིག་ལ་སྤྱི་ཚོགས་ཁོར་ཡར་རྒྱས་ཏེ་དུས་ད་ལྟ་ཡིན་ནའི་དྭགས་ནང་བཞིན་གྱི་གོམ་སྟབས་ཅིག་སྤོས་རྗེས་འགྲོ་གི་ཡོད་རེད་བ་ཆུ་བཟང་འདིའི་སྐབས་ལ་ཡང་ཁོ་རང་གི་མཛད་པ་ལོ་རྒྱུས་ནང་ག་འདྲ་རེ་ཅིག་བཀོད་གནང་ཡོད་ན།

ད་གཞི་ཡུམ་དང་ཆོས་རིག་དང། དེ་ནས་ཤོག་ལམ་དང་དེ་ནས་ཐང་ལམ་གང་ཞིག་བཏང་ནས་ད་ཕན་ཐོག་རྒྱ་ཆེན་པོ་བྱུང་ཡང་རེད་ལ་ད་ལྟ་ཡང་མུ་མཐུད་དེ། ད་ཕན་ཐོག་རྒྱ་ཆེན་པོ་ད་བྱུང་དང་འབྱུང་བཞིན་པའི་འདིའི་རྩ་བའི་ས་བོན་དེ་ད་རང་ཆོས་སྐལ་ལྡན་རྒྱལ་མཚན་གྱི་ཐང་དང་པོ་ད་རྒྱ་རོང་ཞོལ་ཨ་དེ་ལ་སྐུ་དེའི་ད་དགོན་པ་ཐོག་མ་ད་བ། ཨོ་དེ་ནས་བྱུང་བ་ཡིན་པ་དེ་སེའུ་འབྲོག་གཅིག་རེད་ལངས། ལོང། ཨ་ནི་རྒན་ལགས་ཀས་ད་ད་ལྟ་གོང་ལ་ང་ཚོར་རོབ་ཙོ་གཅིག་ལྟ་ངོ་སྤྲོད་གནང་སོང། ཨ་ནི། ཁོ་རང་ནས་བྱས་རྗེས་ཨ་ནི་རིམ་པས་བྱོན་པའི་ལྟར་བླ་མ་སྐུ་ཕྲེང་རིམ་བྱོན་ལ་ཨ་ནི་ཀི་ཏི་རིན་པོ་ཆེ་བྱས་རྗེས་ཞུ་གསོལ་གཅིག་གི་མཚན་གཅིག་གི་ཐོག་བྱས་རྗེས་ཡོར་བ་རྒན་ལགས་ཨ་ནི། ད་ལྟ་ཀི་ཏི་བྱས་རྗེས་མཚན་ཐོག་སྟངས་འདི་ག་འདེས་བྱུང་བ་རེད་ལོ། ལགས། ད་ནང་ད་ཀི་ཏི་སའི་མཚན་ཐོག་སྟངས་དེ་དེ་སྔ་ང་མ། ངས་ཐོག་མ་གཅིག་འདི་པི་ཏི་ཆི་ན་འགྲོ་ང་ལ་བྱིན་གྱིས་ང་མ་ཏི་ཅི་སོང་ཨ་ཕྱི་ལོ། ཉིས་སྟོང་བཅུ་གསུམ་ལོ།

ལ་ཕེབས་པའི་མཚམས་དེ་ཡིན་པས་ན་དགོངས་པ་རྫོགས་ཡོད་རེད། རྒན་ལགས་ང་ཚོ་ད་ལྟ་ནི་ལོ་རྒྱུས་ཀྱི་མི་སྣ་ད་རུང་ཆིང་དགེ་འདུན་རྒྱལ་མཚན་མཆོག་སྐུ་ཚེའི་ལོ་རྒྱུས་ཞུ་ནི་རེད་མཛད་པ་རྣམ་དག་དེ་གའི་ངོ་སྤྲོད་རྣམ་པའི་བརྒྱུད་རིམ་ནང་ལོགས་ལ་ད་ད་ལྟ་ང་རང་ཚོ་ནི་བོད་པའི་མི་རབས་ཚོས་ཀྱི་སློབ་སྦྱོང་ཞུ་འོས་པ་ར་གཅིག་སློབ་སྦྱོང་ཞུ་འོས་པ་ཞུ་ནི་རེད་ད་དམིགས་བསལ་གྱི་ནི་ཁོ་རང་གི་མཛད་པ་འདིའི་ཐོག་ནས་ད་ད་ལྟ་ང་རང་ཚོས་ཡང

དེ་ཡང་ང་ཚོས་ཀྱིས་དེ་ཡང་ལྟ་དགོས་ཡིན་རུང་གཅིག་དེ་ཡིན་གྱི་རེད་བསམ་དགོས་དེ་ནས་ཚན་པ་གཞན་པ་གཅིག་དེ། ད་ངས་གོང་དུ་རོ་ཙམ་ཞུས་ཡོད་གཞུང་དཔོན་ཁོ་རང་སྐུ་ན་གཞུང་དེའི་རྫོང་དུ་ཁོ་རང་གཏན་འཁེལ་བའི་མི་ཡིས་བྱས་ཡོད་དེ་བ་ཏི་ཏང་ལ་ད་དེང་སང་གི་ཤ་གཅིག་བ་ཡིན་ན་ཁོ་རང་གི་གཏན་འབེབས་བྱས་བའི་མི་ཡིས་མ་ནོར་བ་ཏི་གང་ལ་ད་གོམ་པ་སྤོ་ཐུབ་ཡོད་ལ་འབད་བརྩོན་ཆེན་པོ་ཞུ་ཀྱིས་འབད་བརྩོན་དེ་ལ་འགལ་རྐྱེན་ག་རེ་འཕྲད་བ་ཡིན་ན་འགལ་རྐྱེན་ཆ་ཚང་ལ་གདོང་ལེན་གྱིས་ནས།

དེ་ནས་ཁྱུང་འབུམ་དེའི་མདུན་དུ་ད་ཇི་ལྟར་ང་ཚོ་ད་དྲ་ང་ལ་བྱེད་གི་རེད་ཇི་ལྟར་ང་ཚོ་ཞུ་བ་ལྟ་བུ་ཟེར་ན་འདྲ་ད་དེ་འདྲའི་ཅི་ཡིན་པ་ཡིན་ན་ངེས་པར་དུ་རང་གི་བསམ་ཚུལ་དང་བླ་མའི་ད་ལམ་སྟོང་གཉིས་གཉིས་བསྡུར་བ་ཡིན་ན་རང་གི་བསམ་ཚུལ་དེ་རིམ་པ་གཉིས་པ་དང་བླ་མ་གི་ལམ་སྟོང་དེ་རིམ་པ་དང་བོ་ལ་བཞག་དགོས་པ་དེ་རང་བཞིན་གྱི་ནི་འགའ་ནོར་གྱི་ཆགས་བསྡད་ཡོད་དེ་ཅི་སྟེ་ད་ནི་འགའ་ལ་ཐུག་པའི་སྐབས་དེ་ཁྱུང་འབུམ་ཁོ་རང་གི་ཅི་བསམ་པ་ལ་གང་ཡོད་བསྡད་པ་དང་དེ་ནས་བླ་མ་གི་ལམ་སྟོང་གང་ན་སྣང་བ་དེ་གཉིས་ཏིག་ཅིག་མ་འདྲ་བོ་ཞིག་མ་འདྲ་བ་འདྲ་གཅིག་ཆགས་ཡོད་རེད་དེས་ན་གང་ལྟར་ཉོ་ཐ་མ་སོ་སོ་གི་བསམ་བློ་ལ་གཅིག་ལྟ་བྱ་གཞི་གང་ཡོད་པ་དེ་ལུས་བཏང་ནས་བླ་མ་གི་ལམ་སྟོན་ནང་བཞིན་གྱི་ལྟ་ཐ་མ་གཅིག་བླ་མ་དགོངས་པ་འགྲིག་ཡག་གི་ཆེད་དུ་ལྟ་ཕོད་ཡག་དེ་ཡང་ལྟ་ཆུ་བ་ཟེར་ན་འདྲ་ཆུ་ལྷོག་ཆུང་བྱེད་ངེས་གཅིག་གི་ཡང་གོ་གདམ་ཀ་དེ་ཡང་གཅིག་གོ་གོ་གདམ་ཀ་ཟེར་ན་འདྲ་གོ་བླ་མ་གི་ལམ་སྟོན་དེ་གོ་ལམ་སྟོན་གྱི་གཙོ་བོ་གཅིག་ལ་བཞག་དགོས་པ་དང་སོ་སོའི་བསམ་ཚུལ་དེ་ལྟ་རིམ་པ་གཉིས་པ་ལ་བཞག་དགོས་པས་དེ་ལྟ་རང་བཞིན་གྱི་གནད་འགག་གཅིག་ཡིན་པ་དེ་ལྟ་འདི་ལྟ་རང་བཞིན་གྱི་འདི་ཡ་མཚན་གྱི་སྐུ་ཚེགས་ཀྱི་རྣམ་ཐར་དུ་གཟུགས་རང།

ད་ཡིག་ཁམས་དེ་ལ་རང་བཞིན་གྱི་ཆོས་ལུགས་དང་དེ་ནས་ཞིང་ཡོངས་དང། དེ་ནས་རིག་གཞུང་གི་པར་ཡོངས་དེ་རང་བཞིན་གྱི་དར་ཆས་ཆེན་པོ་འགྲོ་རྒྱུ་གཞི་ནོར་གྱི་ཚུལ་དུ་པ་ཡིན་ཏེ། དེ་ཡང་དཔེ་དེབ་མ་འདྲ་བ་དུས་སྐབས་དེའི་དཀའ་ངལ་མང་པོ་ཡོད་པ་རེད་ནམ་ད་དུ་དུ་ལ་ད་ནི་ཧ་གོ་གོ་དེ་གདོང་ལེན་མང་པོ་བྱེད་དགོས་བྱུང་ལ་ནི་འགལ་རྐྱེན་མང་པོ་འཕྲད་ཡོད་རེད། དབྱེ་ན་འགལ་རྐྱེན་ཆ་ཚང་ལ་གདོང་ལེན་བྱེད་པའི་སྟངས་ནི་ཐ་མ་དེ་འདི། ད་ཆོས་ལུགས་ཟེར་ནའང་འདྲ། ཞིང་ཡོངས་དར་སྤེལ་གནང་ས་གི་ད་དེ་ཡི་གོ་སྟེགས་ནི། བརྟན་པོ་གཅིག་བཙུགས་ཐུབ་པ་དེ། དངོས་གནས་དྲང་གནས་ད་མདོ་སྨད་དང་ལྷག་པར་དུ་མདོ་སྨད་ལྷོ་རྒྱུད་དེའི་ནང་གི་རྒྱ་རོང་ཤུགས་ཀྱི་གནས་སྟངས་ལ་མཚོན་པ་ཡིན་ན། ཧ་ཅང་གི་བཀའ་དྲིན་ཆེན་པོ་དང་པོ་གཅིག་ལོ་རྒྱུས་སྟེང་ནས་བརྗོད་པ་ཡིན་ན་ཡང། བོད་ཁམས་ཡོངས་ལ་ཡང་ཞི་བོང་ལྷོད་པོས་ད་ལྟ་ཞི་བོང་དེ་གོ་ཞི་བོང་དང་དེ་ནས་ཆོས་ལུགས་དར་སྤེལ་འགྲོ་བ་ལ་ཕན་ཐོགས་ནོ། དེ་རྒྱ་ཆེན་པོ་གཅིག་བྱུང་ཡོད་པ་དེ་ནས་དང་སེ་གོལ་འདྲ་གཅིག་འདུག་དེ་བྱས་དེ་ནས་ཡང་བསྐྱར་གཅིག་དེ་ད་དཔེར་ན་ང་ཚོ་བསྟན་སྐྱ་བོའི་སྟེང་ནས་སློབ་སྦྱོང་གནང་མཁན་དེང་སང་ད་ཆོས་ནས་མི་ཡོད་ད་མ་རེད་ནས་དུས་སུ་ཀུན་པོ་འགྲོ་བྱེད་འདུག་དཔེར་ན་རང་གཅིག་གི་ནས་ཡང་བསྐྱར་ལྟ་བས་ཡིན་ན། ལོ་གང་འཚམས་ཅིག་ལ་ལྷ་ས་བས་ལྷ་སའི་ཚོང་བ་རེ་བསྡད་ཡིན་ན་ཚོང་བའི་བྱ་བ་དེ་མཚམས་བཞག་དེ་ནས་བསྟན་སྐྱ་བོའི་སྟེང་ནས། ད་སྤྱི་ཡོངས་ཀྱི་ད་ཡི་གེ་འབྲི་ཀློག་ཙམ་མ་ཡིན་པར་ད་མདོ་རྒྱུད་ཀྱི་གཞུང་ལུགས་ཆེན་པོ་ཚོ་ཚོ་ལ་གསན་བསམ་མཐར་ཕྱིན་པར་སྣང་ཡང་གི། ད་མཛད་པ་ནང་བྱང་བདེན་པ་ཐིག་སྟངས་ནས་བལྟ་བ་ཡིན་ན་ཡང། དེ་ཡང་གནད་འགག་ནང་ཆེན་པོ་དྭངས་སང་གནས་སྟངས་ལྟར་ན་བཞེས་པ་ཡིན་ན་ཁ་མི་ཡ་ད་ཅིག་གོ་ས་ཀྱི་གནད་འགག་ནང་ཆེན་པོ་ཅི་ཡིན་རྒྱུད་བཟང་བོ་བླངས། ཞུས་བཟང་གི། དངོས་གནས་ང་རང་ཚོ་ནི་མེས་པོའི་མཛད་རྗེས་ལ་ཕྱིར་དྲན་ཞུས་པའི་ཐོག་ནས་ད་ལྟའི་མི་རབས་ཚོས་སློབ་སྦྱོང་ཞུ་འོས་པ་ད་མང་པོ་ཅིག་ཡོད་རེད་ལ་ད་ལྟའི་དུས་ཚོད་དེ་ཡིན་པས་ན་དེའི་སྔོན་གྱི་མི་རབས་ནས་མི་རབས་བརྒྱུད་པའི་དུས་ཚོད་ནང་ལོ་དང་བྱེ་བའི་གནས་ལས་དོན་རྐྱེན་དང་མང་པོ་ཅི་ཡིས་ད་ཡར་རྒྱས་ཕྱིན་པའི་དུས་ཚོད་ཅིག་གི་སྐབས་ལ་དེ་བས་ད་དྲན་གསོ་ཞུ་འོས་པ་ཅིག་དང་སློབ་སྦྱོང་ཞུ་འོས་པ་ཅིག་བྱེད་ཀྱི་ཡོད་རེད་བསམ་གི་ཨ་རྒྱ་ལགས་ད་ད་ལྟ་ཡང་དུས་ཚོད་འགའི་རྐྱེན་པས་ད་ལེ་ཚན་འདི་ད་ག་ཚམ་བཤད་གི་ཡིན་ཨ་ད་རིང་ང་ཚོ་ལེ་ཚན་ནང་ལོག་ལ་དམིགས་བསལ་ད་ངོ་སྤྲོད་གནང་ཡག་གི་མི་སྣ་དེ་ཡིན་པ་ཡིན་ན་མདོ་སྨད་ཁུལ་ནས་ཡིན་པའི་རོང་ཆེན་དགེ་འདུན་རྒྱལ་མཚན་མཆོག་གི་མཛད་པ་རྣམ་ཐར་འདི་གའི་རྒན་ལགས་ཀ་ངོ་སྤྲོད་གནང་བར་ལ་རྒན་ལགས་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ལ་ལ་སོང་ན་གྲང་བ་ལ་ཐུགས་རྗེ་ཆེ། ང་ཚོའི་སེང་གེ་རྣམ་པ་འཚོལ་བའི་ད་རིང་གི་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།